ཨ་མི་རི་ཀའི་གྲོས་ཚོགས་འོག་མའི་སྤྱི་མཐུན་ཚོགས་པ Republican Party དང་སྲིད་འཛིན་སྐུ་ཞབས་ཇོ་བྷ་ཏིན་རྣམ་གཉིས་ཀྱི་བར་ད་ལྟ་འགྲོ་བཞིན་པའི་རྒྱལ་ཁབ་ཀྱི་གཞུང་གི་བུ་ལོན་ཚད་བཀག་གི་ཐད་ལ་མི་མཐུན་པའི་དོན་རྐྱེན་ལས་སླེབས་ལ་ཉེ་བའི་འབྱོར་ལྡན་བདུན་གྱི G7ཚོགས་ཆེན་དང་ཡང་ཨོ་སྟྲོ་ལི་ཡའི་ནང་དུ་ཚུགས་རྒྱུའི Quad ཚོགས་ཆེན་ལ་དོ་ཕོག་ཡོང་སྲིད་པ་རེད་འདུག་ཁོང་དག་འདིའི་ཚེས་བཅུ་བདུན་ཉིན་ཕྱོགས་ཕེབས་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག། གཅིག་བྱས་ན་ངས་ཕྱོགས་བསྐྱོད་ཁག་བསྡུས་རྐྱང་བྱས་པ་དང་ཡང་འདྲ་རྒྱ་བསྐྱུད་དེ་བྱས་པ། ཡང་མེད་པ་ཡང་ཆགས་སྲིད་པ་རེད། ཡིན་ན་ཡང་བདུན་ཕྲག་འདིའི་རེས་གཟའ་པ་སངས་ཀྱི་ཉིན་ཕོ་བྲང་དཀར་པོའི་གསར་འགོད་དྲུང་ཆེས་སྲིད་འཛིན་མཆོག་གི་མཛད་འཕྲིན་ཁག་གཏན་འཁེལ་ཡོད་པ་སོགས་གནང་འདུག། ཐེངས་འདིའི་ཕྱོགས་བསྐྱོད་ཀྱི་དམིགས་ཡུལ་གཙོ་བོ་གཉིས་ཡོད་པ་ནི་ཡུཀ་རེན་གྱི་གནད་དོན་དང་ཡང་རྒྱ་ནག་ནས་ས་ཁུལ་གང་སར་རང་གི་དཔལ་འབྱོར་གྱི་གནོན་ཤུགས་སྤྲོད་ཀྱི་ཡོད་པ་དེ་ཡིན་པ་རེད།
རྒྱ་ནག་ནས་རང་གི་དཔལ་འབྱོར་གྱི་ཤུགས་རྐྱེན་བེད་སྤྱོད་བྱས་ཏེ་ཁེ་ཕན་ལེན་ཐབས་སྤྱད་པར་གོ་རྒྱུ་ཙམ་མ་ཟད་ང་ཚོས་སྔ་ས་ནས་ལག་པ་བསྙབ་རྒྱུ་དེ་གལ་ཆེན་པོ་ཡིན། གལ་ཏེ་ཨ་རིའི་གཞུང་གི་འགྲོ་གྲོན་བུ་ལོན་རྣམས་འཇལ་མ་ཐུབ་པ་དང་ཡང་འབྱོར་ལྡན་རྒྱལ་ཁབ་ཁག་བདུན G7གྱི་ཚོགས་ཆེན་ལ་ཞུགས་མ་ཐུབ་པ་ལ་སོགས་པ་འབྱུང་བ་ཡིན་ན་ས་གོ་ལ་འདིའི་སྟེང་ཏོག་དབྱིབས་ཀྱི་ནད་དང་ཡུཀ་རེན་གྱི་དམག་ལ་སོགས་པའི་གོད་ཆག་མང་པོ་ཞིག་འཕྲད་བཞིན་པར་ད་དུང་ཇེ་སྡུག་ཏུ་འགྲོ་སྲིད་པ་རེད་འདུག།
གནད་དོན་དེ་ཚོས་རྒྱལ་སྤྱིའི་དཔལ་འབྱོར་གྱི་ཐད་ལ་ཤུགས་རྐྱེན་ཡོང་སྲིད་པ་དང་ལྷག་པར་དུ་ཨ་རིའི་གཞུང་གི་བུ་ལོན་རྣམས་འཇལ་མ་ཐུབ་པ་འབྱུང་བ་ཡིན་ན་དེ་བས་ཀྱང་དཀའ་ངལ་ཞིག་འཕྲད་རྒྱུ་ཡིན་པ་རེད། སྲིད་འཛིན་སྐུ་ཞབས་ཇོ་སྦ་ཏན་མཆོག་ཐོག་མ་ཉི་ཧོང་གྲོང་ཁྱེར་ཧི་རོ་ཤི་མ་དང་དེ་ནས་པ་པ་ནེའུ་གྷི་ནེ་ལ་ཕེབས་ཏེ་དབུ་ཁྲིད་ཚོ་དང་མཇལ་འཕྲད་གནང་སྟེ་རྒྱ་ནག་ནས་ཁོང་ཚོར་འབྲེལ་བ་མ་འཛུགས་གོང་འབྲེལ་བ་བྱེད་རྒྱུ་དང་དེ་ནས་རིམ་བཞིན་སིད་ནི་ཕྱོགས་དུ་ཕེབས་ཏེ་རྒྱ་གར་གཙོས་པའི་རྒྱལ་ཁབ་ཁག་ཅིག་གི་དབུ་ཁྲིད་ཚོ་དང་ལྷན་དུ་ཚོགས་ཆེན་ཐེངས་བཞི་པ་དེ་བསྐྱངས་གནང་རྒྱུ་ཡིན་པ་རེད་འདུག། ང་ཚོས་ཚོགས་ཆེན་གྱི་སྐབས་རྒྱལ་སྤྱིའི་ནང་ཡུལ་ཐང་འཕར་ཆའམ་ཨིན་སྐད་དུ Inflation གྱི་དཀའ་ངལ་ལ་སོགས་པར་གྲོས་མོལ་བྱེད་རྒྱུ་ཡིན། སྐོར་མཐུན་ཚོགས་དེ་བཞིན་ཕྱི་ལོ་ཉིས་སྟོང་བདུན་ལོར་རྒྱ་གར། ཉི་ཧོང། ཨོ་སི་ཀྲོ་ལི་ཡ་དང་ཨ་རི་བཅས་རྒྱལ་ཁབ་ཁག་བཞིས་རྒྱ་ནག་ལ་གདོང་ལེན་གྱི་ཆེད་དུ་བཙུགས་པའི་མཐུན་ཚོགས་ཤིག་ཡིན་པ་རེད། VOA གསར་འགོད་པ Patsy Widakuswara ནས་བཏང་པའི་གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།